ལྷན་སྐྱེས་སྐུ་ཁམས་སང་ད་རིང་ནི་བོད་སྐྱོར་ལོ་ཉིས་སྟོང་གཅིག་གྱ་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བརྒྱད་པ་ཁྲུམས་སྟོད་ཟླ་བའི་ཚེས་པ་བཞི་དང་ཕྱི་ལོ་ཉིས་སྟོང་ཉིས་ས་གསུམ་ལོའི་ཟླ་བོ་དགུ་བའི་ཚེས་བཅུ་དགུ་རེ་ས་མིག་མ་རེད། རེ་ས་མིག་མ་ཉིན་གྱི་གསར་འགྱུར་ལས་རིམ་དེའི་ནང། སྐབས་བཅུ་བདུན་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་དྲུག་པ་དབུ་འཛུགས་གནང་བའི་སྐོར་དང་སོ་ནི་པ་ནང་དུ་དུས་རབས་ཉེར་གཅིག་པའི་ནང་བོད་ཀྱི་གནད་དོན་རྟོག་ཞིབ་ཅེས་པའི་བརྗོད་གཞིའི་ཐོག་ལ་ཚོགས་འདུ་སྐོང་ཚོགས་གནང་བའི་སྐོར། ཕྱི་དྲིལ་བོད་དོན་ཞུ་གཏུག་ཚན་པ་དང་བོད་ཀྱི་འགྲེམས་སྟོན་ཁང་ནས་རྒྱ་གར་བྱང་ཤར་ཁུལ་དུ་བོད་དོན་གོ་རྟོགས་གཏམ་བཤད་དང་འགྲེམས་སྟོན་གནང་བཞིན་པའི་སྐོར། འཕྲོད་བསྟེན་ལས་ཁུངས་ནས་ལ་དྭགས་བྱང་ཐང་ཁུལ་དུ་རྟོག་ཞིབ་གནང་བའི་སྐོར་བཅས་ཞུ་གི་ཡོད། གསར་འགྱུར་རྒྱས་པར་མུ་མཐུད་ནས་གཟིགས་རོགས་གནང། ད་རིང་ཕྱི་ཚེས་བཅུ་དགུ་རེས་གཟའ་མིག་དམར་ཉིན་སྐབས་བཅུ་བདུན་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་དྲུག་པ་དབུ་འཛུགས་གནང་ཡོད་པ་རེད། སྐབས་བཅུ་བདུན་པའི་བོད་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་དྲུག་པ་དབུ་འཛུགས་ཀྱི་གསལ་བསྒྲགས་ཞུ་བ་ཡིན།
དཔལ་ལྡན་ཚོགས་གཙོ་མཆོག་གིས་གྲོས་ཚོགས་ཚོགས་དུས་དྲུག་པའི་དབུ་འཛུགས་ཀྱི་གསུང་བཤད་སྐབས། རྒྱ་ནག་གཞུང་གི་དབང་སྒྱུར་འོག་བོད་ནང་གི་གནས་སྟངས་ཇེ་ཞན་ཇེ་སྡུག་ཏུ་འགྲོ་བཞིན་པར་བློ་འཚབ་དང་སྦྲགས། རྒྱ་ནག་གཞུང་ནས་བོད་ནང་གི་གནས་སྟངས་ཐད་ལ་བསྐྱར་ཞིབ་བྱ་རྒྱུ་གལ་འགངས་ཆེན་པོ་ཡིན་སྐོར་གསུངས་ཤིང། རྒྱ་ནག་གཞུང་ནས་གཞིས་བཞུགས་བོད་མི་ཡི་མངོན་འདོད་སྒྲུབ་ཐབས་དགོས་པའི་སྐུལ་འདེད་གནང་ཡོད་པ་རེད། ནི་བོད་ནང་གི་བོད་མི་གི་གནས་སྟངས་དེ་གང་འདྲ་ཡིན་ན་ཡང་གོ། འཛའ་དྲག་གནད་དོན་ཆགས་ཡོད་པ་དེ་གསལ་པོ་ཤོར་བ་ཅིག་ཆགས་ཡོད་འདུག་ཨ་ནི་ང་ཚོའི་གཤོམ་དུ་ད་དུང་གསོན་ཉམས་ཤིག། བརྗོད་བྱའི་ནང་མ་ལོག་ལས་ཡོང་གི་རེད། ནས་སྐབས་དེ་དུས་ཀུ་རེ་ཤི་ཏི་རྣམ་པ་གི་ཐོག་ནས་བགྲོ་གླེང་ཡོང་གི་རེད། དེ་ཡིན་དུས་དེ་ཚོ་དེ་ལྟར་གནས་སྟངས་ཡོང་ཡང་གི་རྒྱུ་མཚན་འདྲ་བོ་དེ་གཙོ་བོ་དེ་རྒྱ་ནག་གཞུང་གི་སྲིད་གཞིའི་གཟིགས་མདངས་ལས་རག་ལས་པ་ཞིག་ཆགས་ཀྱི་འདུག་རྒྱ་ནག་གཞུང་གི་སྲིད་གཞིའི་གཟིགས་མདངས་དང་འབྲེལ་བའི་ཐོག་ནས་ཨ་ནི་ས་གནས་ཁག་གི་བོང་དཔོན་རིགས་ཀྱི་ཐོག་ནས་ཀྱི་དགོངས་པ་བཞེས་ཕྱོགས་སུ་གནང་མི་འདུག་བསམ་བློ་གཏོང་ཕྱོགས་དང་ཀྱི་སྟངས་འཛིན་བྱེད་ཕྱོགས་དེ་ཚོ་ལས་རག་ལས་ཀྱི་འདུག་དེ་དེ་ཚོ་དེ་ལྟར། རྒྱ་ནག་གཞུང་གིས་དངོས་གནས་ཀྱི་དང་བོད་ནང་གི་བོད་མི་གི་བདེ་སྡུག་དང་གནས་སྟངས་ལ་བལྟས་ནས་གོ་གཤར་གྱིས་བྱེད་ཐུབ་དགོས་ཏེ་གལ་ཆེན་པོ་ཞེ་བོ་ཆེ་ཆགས་ཏེ་བཞག། རྒྱ་ནག་གཞུང་གིས་བོད་ཟིག་གི་གནས་སྟངས་དང་བོད་ཀྱི་དཀའ་རྙོག་དེ་ཟུར་གྱི་ལ་བཞག་ནས་རྒྱ་གཞིས་ནང་ལོག་ལ་གྱི་འདྲ་མཉམ་དང་གྱི་གཟེངས་སུ་ཐོན་འབུལ་གྱི་བསམ་བློ་གཏོང་བ་ཡིན་ན་ཕ་ཅིང་ནོར་བ་རེད་ཟེར་ན་ངོས་འཛིན་ཞུ་ཐུབ་ཡག་གི་གནས་སྟངས་ཆགས་གོ་རེད། དེ་ནི་བོད་ནང་གི་བོད་མི་ཡི་གནས་སྟངས་དེ་ཚོ་རེད། ང་ཚོ་གལ་ཆེན་པོ་ཅིག་ལ། རྒྱ་ཆེ་སྤྱི་ཚོགས་ཀྱི་ནང་ནས་ནས་གལ་ཆེན་པོ་ཅིག་ལ་བརྩི་ཐུབ་དགོས་ཡག་གི་གནས་བབ་ཅིག་ཆགས་བསྡད་རེད། དེ་ནི་དེ་འདྲས་ཀྱི་ཐོག་ནས་རྒྱ་ནག་གཞུང་གི་མགོ་འཁྲིད་མཁན་རྣམས་པས་ན་ཡང་དུས་རྒྱུན་དུ་ནས་བོད་དོན་གྱི་ཐོག་ལ། ཀྱི་བོད་ཀྱི་གནས་སྟངས་ཀྱི་ཐོག་ལ་ཐུགས་སྣང་གནང་ནས་བོད་ནང་གི་བོད་མི་གྱི་མངོན་འདོད་དེ་འགྲུབ་ཐུབ་ཡག་དེ་བྱེད་ཐུབ་དགོས་ཏེ་གལ་ཆེན་པོ་ཞེ་བོ་ཆགས་ཀྱི་རེད་བསམ་གྱི་འདུག། ཐག་རིང་ལས་ཉིན་དང་པོའི་ལས་རིམ་ནང་ལ་འདི་ལོ་སྤྱི་ཟླ་བདུན་པའི་ཚེས་གཉིས་ཉིན་ཨ་རིར་སྐུ་ཚེ་འཕེན་པ་གཙོ་བ་བའི་བོད་མི་མང་སྤྱི་འཐུས་ཟུར་པ་ཚུལ་ཁྲིམས་བསྟན་འཛིན་ལགས་ཀྱི་ཆེད་དུ་གཞུང་འབྲེལ་ཉག་ཉིག་གུས་འདུད་ཀྱི་རྗེས་དྲན་གྲོས་ཆོད་གྲོས་འཆར་གནང་ཕེབས་པ་དང་སྦྲགས་སྐར་མ་གཅིག་རིང་ངག་བཅད་ཞུས་ཡོད་པ་རེད།
ང་རྒྱལ་སྒྲུབ་པ་ཡིན།
དེ་བཞིན་ད་རིང་གི་གྲོས་ཚོགས་སུ་བོད་ནང་གི་རྩ་དྲང་གནས་སྟངས་ཐོག་ལ་གཞུང་འབྲེལ་གདུང་སེམས་མཉམ་སྐྱེལ་གྱི་གྲོས་ཆོད་གྲོས་འཆར་ཐོག་ལ་བགྲོ་གླེང་གནང་ཡོད་པ་དང། སྤྱི་འཐུས་རྣམ་པས་ད་བར་རྒྱ་ནག་དམར་གཞུང་གི་བཙན་གནོན་དང་སྡུག་སྦྱོང་མནར་གཅོད་འོག་ལ་བོད་བསྟན་སྲིད་མི་རིགས་ཀྱི་ཆེད་དུ་ལུས་སྲོག་ལོངས་སྤྱོད་དང་བཅས་པ་བློས་གཏོང་གནང་མཁན་སྐྱེས་ཆེན་དཔའ་བོ་དཔའ་མོ་རྣམས་ཀྱི་ལྷག་བསམ་དང་སྙིང་སྟོབས་ལ་ཡི་རང་བསྔགས་བརྗོད་དང་ཤུལ་ལུས་ནང་མིའི་ཉེ་འབྲེལ་ལྟོས་བཅས་ཡོངས་ལ་ཐུགས་གསོ་ཞུ་བཞིན། རྒྱ་ནག་གཞུང་ནས་བོད་མི་རིགས་ཀྱི་ངོ་བོ་རྩ་མེད་བཟོ་བའི་ངན་བྱུས་མཐའ་དག་ངེས་པར་དུ་མཚམས་འཇོག་དགོས་པ་དང་བོད་རྒྱ་བྲལ་མོལ་དགོས་པའི་ནན་བརྗོད་གནང་ཡོད་པ་རེད། འགྲོ་ཆུག་ཅིག། བོད་ས་ཤོར་ནས་ད་བར། རྒྱ་ནག་དམར་གཞུང་གི་བཙན་གནོན་དང་སྡུག་སྦྱོང་མནར་གཅོད་འོག་བོད་བསྟན་སྲིད་མི་རིགས་ཀྱི་ལུས་སྲོག་ལོངས་སྤྱོད་དུ་བསྐྱེད་པ་བློས་གཏོང་གནང་མཁན་རྒྱལ་གཅེས་དཔའ་བོ་དཔའ་མོ་རྣམས་ཀྱི་ལྷག་བསམ་དང་སྙིང་སྟོབས་ལ་ཡི་རང་བསྔགས་བརྗོད་དང་བཅས་ཕྱི་རབས་ཀུན་ཏུ་འཕགས་མཆོག་འཇིག་རྟེན་མགོན་པོ་རྗེས་སུ་བཟུང་བའི་སྨོན་འདུན་དང། ཤུལ་ལུས་ཉེ་འབྲེལ་སྟོང་ཆེན་ཡོངས་ལ་ཐུགས་གསོ་ཞུ་རྒྱུ། གཉིས། དཔོན་ཆེན་ཀུན་ཕྲན་བཅུ་གཅིག་པ་རྗེ་བཙུན། བསྟན་འཛིན་དགེ་འདུན་ཡེ་ཤེས་འཕྲིན་ལས་པར་བཟང་པོ། གུག་རྟ་ནོར་དགེ་འདུན་ཆོས་ཀྱི་ཉི་མ། མཆོག། དང་ཁོང་གི་ཡམ་ཡམ། བྱ་བྲལ་བྱམས་པ་འཕྲིན་ལས་རིན་པོ་ཆེ་བཅུ། གར་ཡུལ་ཆ་མིག་ཏུ་གྱུར་པའི་འདས་སོང་གྱི་གནས་སྟོང་རྒྱ་གཞུང་གི་གསར་བུ་བཟོ་དགོས་པ་དང། དེ་བཞིན་རྒྱ་གཞུང་གི་བཙན་འོག་ཏུ་ཆབ་སྲིད་ཀྱི་ཉེས་མིང་ཐོག། བཙོན་ཁང་ནང་དུ་སྡུག་གྱོང་མྱོང་བཞིན་པའི་བང་མི་ཆབ་སྲིད་བཙོན་པ་རྣམས་གློད་གྲོལ་གཏོང་དགོས་པ་མ་ཟད། ཁོང་རྣམས་ཀྱི་ཚེ་སྲོག་ལ་འགན་འཁུར་ཐོག་ནས་འགྲོ་བ་མིའི་གཞི་རྩའི་ཐོབ་ཐང་ལོངས་སུ་སྤྱོད་དུ་འཇོག་དགོས། གསུམ། རྒྱ་གཞུང་གིས་བར་ལམ་ནས་སྤེལ་བའི་ཀྲུང་ཧྭ་མི་རིགས་གཅིག་མཐུན་འདུས་གྲུབ་ཀྱི་འདུ་ཤེས་ཁྱབ་སྤེལ་དང་སྲ་བརྟན་གཏོང་རྒྱུ་ཟེར་བའི་འཆར་གཞིའི་ལག་བསྟར་འོག་བོད་དང་ཤར་ཏུར་ཀི་སི་ཐན། ལྷོ་སོག་སོགས་རྒྱ་ནག་གི་གྲངས་ཉུང་མི་རིགས་ཟེར་བ་རྣམས་རྒྱ་རིགས་ཀྱི་ངོ་བོར་ཐེམ་འཇུག་རྒྱུའི་མི་སེར་སྤེལ་བའི་སྲིད་ཇུས་རིགས་མཚམས་འཇོག་དགོས་རྒྱུ། བཞི། རྒྱ་གཞུང་གིས་བོད་མི་རིགས་ཀྱི་ངོ་བོ་དང་སྐད་ཡིག་རྩ་མེད་བཟོ་རྒྱུའི་ངན་བྱུས་འོག་བོད་ཕྲུག་རྣམས་བོད་ཀྱི་སྐད་ཡིག་སློབ་སྦྱོང་བྱ་རྒྱུར་བཀག་བསྡམས་ཀྱིས་བོད་སིལ་སྒེར་བཙུགས་ཀྱི་སློབ་གྲྭ་ཁག་སྒོ་རྒྱག་བཞིན་པ་མ་ཟད། བོད་ཕྲུག་རྣམས་བཅའ་སྡོད་སློབ་གྲྭར་ཟེར་བར་བཙན་བསྐྱོད་ཀྱིས་རྒྱལ་སྐྱོར་སྲིད་ཇུས་རྣམས་ངེས་པར་དུ་མཚམས་འཇོག་དགོས། ལྔ། བོད་ནང་འགྲོ་བ་མིའི་གཞི་རྩའི་ཐོབ་ཐང་དང་མགར་བའི་རྒྱལ་སྐྱོར་གྱི་སྲིད་ཇུས། བོད་བརྒྱུད་ནང་བསྟན་ཀྲུང་གོ་ཅན་དུ་བསྒྱུར་བའི་ཁ་ཕྱོགས་མཐའ་འཁྱོངས། ཟེར་བ་དང། རིག་རྩལ་འདོན་ལེན་གྱི་གཙོ་བོར་གྱུར་པའི་གདུག་རྩུབ་ཅན་གྱི་སྲིད་ཇུས་ཁག་དངོས་སུ་ལག་བསྟར་བྱེད་བཞིན་པ་འཕྲལ་དུ་མཚམས་འཇོག་དགོས་པ་དང། བོད་ནང་གི་བོད་མི་ཚོར་འགྲོ་བ་མི་ཡི་ཐོབ་ཐང་ངེས་པར་དུ་སྤྲོད་དགོས། དྲུག། བོད་རྒྱ་གཉིས་ནས་ལོ་རྒྱུས་ཐོག་ནས་རང་བཙན་གྱི་རྒྱལ་ཁབ་སོ་སོར་གྲུབ་ཀྱང་བོད་དེ་རྒྱ་ནག་གི་ཆ་ཤས་ནམ་ཡང་མིན་པ་དང། ད་ཆའི་གནས་སྟངས་ལ་གཞིགས་ཏེ་སྤྱི་ནོར་གང་ས ྋསྐྱབས་མགོན་ཆེན་པོ་མཆོག་ནས་གཉིས་མེད་དབུ་མའི་ལམ་གྱི་སྲིད་ཇུས་བརྒྱུད། བོད་རྒྱའི་ཞི་བའི་གྲོང་མོར་ཐོག་དཀའ་རྙོག་སེལ་ཐབས་མཛད་པ་བཞིན། བོད་མིའི་སྒྲིག་འཛུགས་ངོས་ནས་ཀྱང་དེ་བཞིན་འབད་བརྩོན་ཞུས་དང་ཞུ་མུས་ལྟར། རྒྱ་གཞུང་ནས་གུ་དོག་པོའི་བྱབ་ཆུང་གྱི་དབྱེ་ཁས་དབྱུང་ཁྲལ་མེད་པར་བོད་རྒྱ་གྲོས་མོལ་དགོས་པར་ནན་འཇུག་བྱ་རྒྱུ། བདུན། རྒྱ་གཞུང་གིས་བོད་ཀྱི་གནོད་སྐྱོན་ཡོངས་རྫོགས་བཙན་གནོན་ཧམ་སང་བྱས་པ་ནས་བཟུང་བོད་ནང་ཛ་དྲག་གི་གནས་སྟངས་མཚམས་ཆད་མྱོང་མེད་ལ། རྒྱ་གཞུང་གི་བཙན་གནོན་འོག་གཞིས་ལུས་བོད་མི་རྣམས་ཉིན་མཚན་འཁྱོར་དཀའ་བའི་མནར་གཅོད་སྡུག་སྦྱོང་མྱོང་དང་མྱོང་བཞིན་པ་རྣམས་ལ་སྡུག་བསལ་མཉམ་བསྐྱེད་དང་བཅས། རང་དབང་ལུང་པར་ཡོད་པའི་བོད་མི་རྣམས་ཀྱི་ངོས་ནས་ནུས་པ་དམྱལ་འཕང་ཐོག་བོད་དོན་དྲིལ་བསྒྲགས་ཞུ་སྐོར་གྱི་ལས་འགོར་སོགས་བོད་ཀྱི་བདེན་པའི་འཐབ་རྩོད་དང། བོད་ཀྱི་ཆོས་དང་རིག་གཞུང། སྐད་ཡིག་མི་ཉམས་རྒྱུན་འཛིན་ཐོག་ཆིག་སྒྲིལ་གྱི་ནུས་པ་གོང་མཐོར་གཏོང་རྒྱུ་ཕྱོགས་ཡོངས་ནས་ཚ་དྲོད་མཉམ་སྡེབ་བྱ་དགོས་པ་བཅས་ཀྱི་སྤྱི་དམངས་དྲོ་སྐྱིད་དོད། བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ཟླ་དགུ་པའི་ཚེས་བཅུ་དགུ་ལ། ཉེ་དུས་ཕྱི་ཚེས་བཅུ་གསུམ་ཉིན་འཕགས་བོད་འབྲེལ་མཐུད་ལས་ཁུངས་དང་ཇི་འདྲལ་རྒྱལ་སྤྱིའི་གནད་དོན་སྐོར་གྱི་སློབ་གྲྭའི་ཨེ་ཤེ་ཡའི་བྱང་ཤར་ས་ཁུལ་རིག་པའི་བསྟི་གནས་ཁང་ཨོ་པི་ཇི་འདྲལ་གཙུག་ལག་སློབ་གཉེར་ཁང་མཉམ་འབྲེལ་ཐོག་ནས་དུས་རབས་ཉེར་གཅིག་པའི་ནང་བོད་ཀྱི་གནད་དོན་རྟོག་ཞིབ་ཅེས་པའི་བརྗོད་གཞིའི་ཐོག་ལ་ཚོགས་འདུ་སྐོང་ཚོགས་གནང་ཡོད་པ་རེད། ཨོ་པི་ཇི་འདྲལ་གཙུག་ལག་སློབ་གཉེར་ཁང་གི་ཚོགས་ཁང་དུ་ཉིན་གཅིག་རིང་སྐོང་ཚོགས་གནང་བའི་ཚོགས་འདུ་དེའི་ཐོག་ལ་ཧིན་བོད་མཛའ་འབྲེལ་ཚོགས་པའི་རྒྱལ་ཡོངས་ཚོགས་གཙོ་ཨ་ནནྡ་ཀུ་མཱར་ལགས་དང་བོད་རིག་པའི་མཁས་དབང Claude Arby ལགས་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་ཉམས་ཞིབ་པ་དོན་གྲུབ་དབང་པོ་ལགས་བོད་དོན་འཐབ་རྩོད་པ་བསྟན་འཛིན་བརྩོན་འགྲུས་ལགས་རྒྱལ་སྤྱིའི་བོད་དོན་འབྲེལ་མཐུད་ཁང་གི་ཉམས་ཞིབ་པ་བློ་བཟང་དབྱངས་མཚོ་ལགས་སོགས་མཉམ་ཞུགས་ཀྱིས་གསུང་བཤད་གནང་ཡོད་པ་རེད། སྐབས་དེར་འཕགས་བོད་འབྲེལ་མཐུད་ལས་ཁུངས་ཀྱི་འབྲེལ་མཐུད་པ་ཐུབ་བསྟན་རིག་འཛིན་ལགས་ཀྱིས་བོད་ཀྱི་གལ་གནད་སྐོར་ལ་གོ་རྟོགས་སྤེལ་རྒྱུ་གལ་འགངས་ཆེན་པོ་ཡིན་པའི་སྐོར་ནན་བརྗོད་གནང་འདུག་ཐེངས་འདིའི་ཚོགས་འདུའི་ཟུར་དུ་ཕྱི་དྲིལ་བོད་ཀྱི་འགྲེམས་སྟོན་ཁང་ནས་བོད་དང་རྒྱ་གར་གྱི་འབྲེལ་བའི་སྐོར་ལ་པར་རིས་འགྲེམས་སྟོན་ཞིག་ཀྱང་གནང་འདུག། བོད་མི་སྒྲིག་འཛུགས་ཕྱི་དྲིལ་ལས་ཁུངས་ཀྱི་བོད་དོན་ཞུ་གཏུག་ཚན་པ་དང་བོད་ཀྱི་འགྲེམས་སྟོན་ཁང་གཉིས་ནས་ཀོལ་ཀ་ཏཱ་དང་ཤི་ལི་གུ་རི་ཀ་རྡོར་ཁང་གསུམ་ཁུལ་དུ་བོད་དོན་གོ་རྟོགས་གཏམ་བཤད་དང་འཕགས་བོད་འབྲེལ་ལམ་སྐོར་གྱི་པར་རིས་འགྲེམས་སྟོན་གནང་བཞིན་ཡོད་པ་རེད། དེ་ཡང་ཉེ་དུས་ཕྱི་ཚེས་བཅོ་ལྔ་ཉིན་བོད་དོན་ཞུ་གཏུག་ཚན་པའི་ལས་བྱེད་བསྟན་འཛིན་ཀུན་མཁྱེན་ལགས་དང་བློ་བཟང་སྐལ་རྫོགས་ལགས་རྣམ་གཉིས་ནས་ཀོལ་ཀ་ཏཱ་ལེགས་སྦྱར་མཐོ་སློབ་ཏུ་དགེ་ལས་བཞི་བཅུ་ལྷག་ལ་བོད་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་བབ་དང་འཛམ་བུ་གླིང་སྤྱི་དང་ཡང་སྒོས་རྒྱ་གར་ལ་བོད་ཀྱི་གལ་གནད་སྐོར་ལ་གསུང་བཤད་གནང་འདུག་སྐབས་དེར་བཞུགས་མའི་བགྲོ་གླེང་ཐོག་ལ་རྒྱ་གར་བོད་དོན་རྒྱབ་སྐྱོར་ཚོགས་པ་སྡེ་ཚན་ནང་མའི་ས་གནས་འབྲེལ་མཐུད་པ་ཟུར་པ་ལྕམ་སྐུ་རབ་བྷི་མུ་ཁར་རྗི་ལགས་དང་ལེགས་སྦྱར་མཐོ་སློབ་ཀྱི་ཉེ་བའི་སློབ་དཔོན་ཆེན་མོ་མོ་སུ་མི་སེན་བྷ་ཏ་ཅཱ་རི་ཡ་ལགས་ཕྱི་དྲིལ་ལས་བྱེད་བསྟན་འཛིན་ཀུན་མཁྱེན་ལགས་དང་བློ་བཟང་དགེ་འཛོམས་ལགས་བཅས་ནས་གསུང་བཤད་གནང་འདུག་ཅིང་ལྕམ་སྐུ་རུབ་བྷི་མུ་ཁར་རྗི་ལགས་ཀྱིས་རྒྱ་གར་དང་བོད་གཉིས་ལོ་རྒྱུས་ཐོག་ནས་འབྲེལ་བ་བཟང་པོ་ཡོད་པ་དང་བོད་དོན་ལ་རྒྱབ་སྐྱོར་བྱ་རྒྱུ་དེ་རྒྱ་གར་གྱི་འགན་འཁྲི་ཡིན་སྐོར་གསུངས་འདུག་བསྟན་འཛིན་ཀུན་མཁྱེན་ལགས་ནས་བོད་མི་སྒྲིག་འཛུགས་ངོ་སྤྲོད་དང་འབྲེལ་རྒྱ་ནག་གཞུང་གིས་བོད་ས་བཙན་བཟུང་བྱས་ཚུལ་དང་བོད་ནང་རྒྱ་ནག་གཞུང་གིས་མི་སེར་སྤེལ་ཡུལ་གཏན་འཇགས་སློབ་གྲྭ་དང་རྒྱལ་ཞེན་སློབ་གསོ་ཟེར་བ་སོགས་ཀྱི་བརྒྱུད་ནས་འགྲོ་བ་མིའི་ཐོབ་ཐང་རྡོག་རོལ་གཏོང་ཚུལ་འགྲེལ་བརྗོད་སོགས་གནང་ཡོད་པ་རེད། ཕྱོགས་མཚུངས་བློ་བཟང་སྐྱིད་འཛོམས་ལགས་ཀྱིས་བོད་དེ་རྒྱ་གར་གྱི་བདེ་འཇགས་ལ་གལ་གནད་ཆེན་པོ་ཆགས་ཚུལ་ངོ་སྤྲོད་དང་སྦྲགས་རྒྱ་གར་གཞུང་ནས་བོད་ཐོག་འཛིན་པའི་སྲིད་བྱུས་ལ་བསྐྱར་ཞིབ་གནང་དགོས་པའི་རེ་སྐུལ་ཞུས་འདུག་བོད་དོན་ཚོགས་འདུ་དང་འབྲེལ་བོད་ཀྱི་འགྲེམས་སྟོན་ཁང་ནས་རྒྱ་གར་དང་བོད་བར་གྱི་ལོ་རྒྱུས་ཀྱི་འབྲེལ་བ་གསལ་སྟོན་བྱས་པའི་པར་རིས་འགྲེམས་སྟོན་ཞིག་ཀྱང་གནང་བ་མ་ཟད། དོན་གཉེར་ཅན་རྣམས་ཀྱི་དོགས་འདྲི་ཁག་ལ་ལན་འདེབས་གསལ་བཤད་བཅས་གནང་འདུག་ཉེ་དུས་ཕྱི་ཚེས་བཅུ་གཉིས་ཉིན་བོད་མི་སྒྲིག་འཛུགས་འཕྲོད་བསྟེན་ལས་ཁུངས་ཀྱི་རྩིས་དཔོན་བསྟན་འཛིན་དཔལ་སྐྱིད་ལགས་དང། བྱང་ཕྱོགས་ས་གནས་འབྲེལ་མཐུད་པ་བསྟན་འཛིན་ཚེ་དབྱངས་ལགས་རྣམ་གཉིས་ནས་ལ་དྭགས་དང་བྱང་ཐང་སྔ་རྒྱུད་ཀྱི་འཕྲོད་བསྟེན་ལས་གཞི་ལག་བསྟར་བྱེད་བཞིན་པ་ཁག་ལ་རྟོག་ཞིབ་གནང་འདུག་དེ་ཡང་ཉིན་གྲངས་གསུམ་རིང་བྱང་ཐང་སྔ་རྒྱུད་ཀྱི་ས་གནས་ཁག་བདུན་གྱི་སྤྱི་མི་དང་ས་གནས་མང་ཚོགས་དང་ལྷན་དུ་ཚོགས་འདུ་སྐོང་ཚོགས་ཀྱིས་ལས་འཆར་ཁག་ལ་རྟོག་ཞིབ་གནང་འདུག་ལ་ས་གནས་འཕྲོད་བསྟེན་ལས་ཁང་གི་སྣེ་ཁྲིད་པས་འཕྲོད་བསྟེན་ལས་རིམ་ཁག་ལ་གཟིགས་ཞིབ་བྱས་གནང་འདུག་ད་རིང་གི་གསང་རྒྱུད་ལས་རིམ་འདི་ཙམ་ཡིན་བོད་དོན་དང་འབྲེལ་བའི་གསང་རྒྱུད་རྒྱས་པ་ཁག་གཤམ་ལ་འཁྱོལ་བའི་བོད་རྒྱ་དབྱིན་གསུམ་གྱི་དྲ་ཚིགས་ཁ་བྱང་དེ་ཚོའི་ཐོག་ནས་གཟིགས་རྒྱུ་ཡོད་དེ་དོན་རྣམ་པ་ཚོའི་དགོངས་འཆར་གནང་རོགས་གནང།